སྐུ་ངོམ་སང་དེ་རིང་ཕྱི་ལོ་ཉིས་སྟོང་བཅུ་བཞི་ཟླ་བ་བརྒྱད་པའི་ཚེས་བདུན་དང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་གཅིག་བོད་ཟླ་དྲུག་པའི་ཚེས་བཅུ་གཅིག་ས་ཕུ་བོའི་གཉིས་ཀྱི་ཨ་རི་རླུང་འཕྲིན་ཁང་གི་དྲ་བརྙན་གསར་འགྱུར་འགོ་འཛུགས་པ་ཡིན་ང་སོ་ན་ཡ་མཚོ་ཡིན་དེ་རིང་ང་ཚོས་གསར་འགྱུར་ཐོག་མར་སྙན་སྒྲོན་ཞུ་རྒྱུར། མི་ལོ་བརྒྱ་ཡི་གོང་ལ་བོད་ཀྱི་ས་ཁུལ་ཞིག་ཏུ་ཁོར་ཡུག་སྲུང་སྐྱོབ་ཀྱི་ལས་ཀ་ཞིག་ལ་མི་རབས་རྗེས་མས་རྗེས་དྲན་ཞུས་པའི་སྐོར་ཡིན། ལབ་སྐྱབས་མགོན་སྐུ་འདྲེན་བཅུ་གསུམ་པ་འཇམ་དབྱངས་བློ་བཟང་རྒྱ་མཚོ་མཆོག་གིས་བོད་མདོ་ཁམས་སྐྱེ་རྒུ་མདོ་སྒ་ལབ་ཁོག་གླིང་དུ། ལྕང་མ་ཤིང་སྡོང་བཙུགས་ཏེ་ལོ་བརྒྱ་འཁོར་བའི་རྗེས་དྲན་དེ་ཁ་སང་ལྷ་ཁར་ཉིན་མོ་དང་སྟབས་བསྟུན་ནས་ས་གནས་སུ་སྲུང་བརྩི་ཞུས་འདུག། གཙང་གསུམ་ཆུ་མགོ་ལྕང་མའི་སྐྱེད་ཚལ་སྤྲུལ་ནས་ལོ་ངོ་བརྒྱ་འཁོར་བའི་རྟེན་འབྲེལ་མཛད་སྒོ་ལབ་སྒང་སྟེ་མདོ་སྔགས་བཤད་སྒྲུབ་ཆོས་འབྱོར་རབ་རྒྱས་གླིང་དུ་འཚོགས་ཡོད་པ་དང་ཁོར་ཡུག་བདག་གཅེས་ཀྱི་དགོངས་བཞེད་མཛད་མཁན་ལབ་སྐྱབས་མགོན་རྗེས་དྲན་ཞུ་བའི་ཚིགས་བཅད་ཞིག་ཕུལ་འདུག་པས་ཡེ་ཤེས་སྤྱན་གྱིས་འབྱུང་འགྱུར་སྣོད་བཅུད་མཁྱེན། ཐུགས་རྗེ་བརྩེ་བས་མ་འོངས་འགྲོ་ལ་གཟིགས་གཙང་གསུམ་ཁོར་ཡུག་སྲུང་བའི་སྐྱབས་མགོན་མཆོག་འཇམ་དབྱངས་བློ་བཟང་རྒྱ་མཚོ་དུས་ཀུན་དྲན་ཞེས་འཁོད་འདུག་ལབ་དང་སྒ་སྐྱེ་རྒུ་མདོའི་ས་གནས་མང་པོར་ལོ་ནས་ལོ་བསྟུད་ལྕང་མ་ཤིང་སྡོང་བཙུགས་ཏེ་མུ་མཐུད་ནས་ཁོར་ཡུག་སྲུང་སྐྱོབ་བྱེད་བཞིན་པའི་སྐོར་གནས་ཚུལ་ཡོང་ཁུངས་ཀྱི་འགྲེལ་བརྗོད་གནང་གི་འདུག་ལ། ལབ་སྐྱབས་མགོན་སྐུ་འབྲེལ་བཅུ་གསུམ་པས་ཕྱི་ལོ་སྤྱི་སྟོང་དགུ་བརྒྱ་བཅུ་བཞི་ལོར་བོད་སྨད་ཕྱོགས་ཟི་ལིང་ཕྱོགས་ནས་གཡག་བརྒྱ་ལྷག་ལ་ཁལ་བཀལ་ནས་བདུན་ཕྲག་གཅིག་ལྷག་གི་རིང་ལ་ལྕང་མ་མ་སྐམ་པའི་ཐོག་ནས་འོར་འདྲེན་བྱས་ནས་ས་གནས་སུ་ལྕང་མ་བཙུགས་གནང་བ་དང། སྐབས་དེ་དུས་ཁོར་ཡུག་སྲུང་སྐྱོབ་སྐོར་ལ་གོ་རྟོགས་དེ་ཙམ་མེད་ཀྱང་ད་ལྟའི་ཆར་ཁོར་ཡུག་གནད་དོན་མཁས་པ་དང་ཤེས་ལྡན་མི་སྣ་མང་པོས་ལབ་སྐྱབས་མགོན་མཆོག་གིས་མི་ལོ་བརྒྱ་ཡི་གོང་ལ་གཟིགས་རྒྱང་རིང་བའི་ཕྱག་ལས་གནང་བར་ངོས་འཛིན་བྱེད་བཞིན་པ་རེད། ད་ལྟའི་ཆར་ལག་བརྐྱངས་སྐྱོན་སྐུ་མགྲོན་བཅོ་ལྔ་པ་ཕེབས་ཡོད་འདུག་དེ་ནས་ཁན་པོ་ལྗི་ཡར་མི་ལོ་སུམ་ཅུ་སོ་ལྔ་ཡི་རིང་ལ་དམར་ཤོག་དབང་བསྒྱུར་གྱི་སྐབས་སུ་མི་འབོར་གྱི་བཞི་ཆ་གཅིག་ཙམ་བསད་པའི་རྗེས་སུ་དམར་ཤོག་ཁེ་མཱེ་རུའུ་ཞི་གི་འགོ་ཁྲིད་རྒན་གྲས་གཉིས་ལ་འགྲོ་བ་མིའི་རིགས་ལ་ནག་ཉེས་བསགས་པའི་ར་སྤྲོད་བྱས་འདུག་པའི་ཚེ་བཙོན་གྱི་ཉེས་ཆད་སྒྲུབ་རྒྱུ་ཡིན་པ་རེད། གཟའ་ཕུར་བུ་གཉིས་མཉམ་འབྲེལ་རྒྱལ་ཚོགས་ཀྱིས་བཙུགས་པའི་དམིགས་བསལ་ཁྲིམས་ར་ཡིས་ཐག་གཅོད་བྱས་དོན་ལྟར། ལོ་བརྒྱད་ཅུ་བརྒྱད་གསུམ་ལ་སླེབས་པའི་རྒྱལ་ཁབ་ཀྱི་འགོ་ཁྲིད་ཟུར་པ། Qiu Zhangpan། དང་ལོ་བརྒྱད་ཅུ་བརྒྱད་བརྒྱད་ལ་སླེབས་པའི་ལྟ་གྲུབ་ཀྱི་རྩ་འཛིན་ཟུར་པ Nun Cha གཉིས་ཀྱིས་མི་བསད་པ་དང་ཆབ་སྲིད་ཀྱི་སྡུག་སྦྱོང་བཏང་བ། དེ་བཞིན་མི་སྤྱོད་ལས་འདས་པའི་བྱ་སྤྱོད་སྤེལ་བའི་ནག་ཉེས་ར་སྤྲོད་བྱས་ཤིང། ཁྲིམས་ཁང་གིས་ཉེས་ཆད་དྲངས་པའི་སྐབས་སུ་ནག་ཉེས་ཕོག་མཁན་གཉིས་ཀྱིས་དགའ་སྡུག་གི་རྣམ་འགྱུར་གང་ཡང་བཏོན་མེད་པ་དང་ཁོང་གཉིས་ཀར་ཚེ་བཙོན་གྱི་ཉེས་ཆད་བཀལ་ཡོད་པ་རེད། དགུ་ཁྲི་ཟུར་པ་རྒན་པོ་གཉིས་ཀྱིས་སྐབས་དེར་ཁོང་གཉིས་ཀྱི་ནག་ཉེས་བསགས་པ་ཤེས་རྟོགས་མེད་ཟེར་བ་དང་བཀག་འགོག་བྱེད་རྒྱུའི་དབང་ཚད་ཡང་མེད་ཅེས་པའི་རང་ཉིད་སྲུང་སྐྱོབ་བྱེད་རྒྱུའི་འགྲེལ་བཤད་ལ་ཁྲིམས་ཁང་གིས་ངོས་ལེན་བྱས་མེད་པ་དང་དགུ་ཁྲི་དེ་གཉིས་ཀྱི་གྱོད་དོན་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་ཁན་པོ་ཏྲིའི་རྒྱལ་ས་ནམ་ཧྥན་ནས་མི་ས་ཡ་མང་པོ་བཙན་དབང་ཐོག་གྲོང་གསེབ་ངལ་རྩོལ་ཁང་དུ་སྤུད་པ་དང་འབྲེལ་བ་ཡོད་པ་རེད། གཟའ་ཕུར་བུ་ཉིན་ཨི་ཇིབ་ཀྱི་རྒྱལ་ས་ཁཱའི་རོ་རུ་ཨིས་ར་ཨེལ་དང་ཧ་མ་སི་ཕྱོགས་གཉིས་ཀྱིས་མུ་མཐུད་ནས་ཐད་ཀར་མ་ཡིན་པའི་གྲོས་མོལ་དུ་ཞུགས་ཡོད་པ་དང། དེ་རིང་གྷ་ཛ་ལུང་གཤོང་དུ་གོ་མཚོན་འཕེན་རྒྱུ་ཆུ་ཚོད་བདུན་ཅུ་དོན་གཉིས་རིང་མཚམས་བཞག་པའི་ཉིན་མཐའ་མ་དེ་ཡིན་ཞིང། ཨིས་ར་ཨེལ་གཞུང་གི་ལས་བྱེད་པས་ཕྱོགས་གཅིག་ཁོ་ནའི་ཐོག་ནས་གོ་མཚོན་འཕེན་མཚམས་བཞག་རྒྱུ་མུ་མཐུད་ནས་ནར་འགྱངས་གཏང་འདོད་ཡོད་ཟེར་ཡོད་ཀྱང་ཧ་མ་སི་སྐུ་ཚབ་ཀྱིས་གྲོས་མཐུན་བྱེད་རྒྱུར་ངོས་ལེན་བྱས་མེད་པ་རེད། ཀི་ཤཱ་ཀི་འཁྲུག་རྩོད་ཐད་ལ་ཁ་སང་གཟའ་ལག་པའི་ཉིན་འདི་ག་རྒྱལ་ས་བྷ་ཤིང་ཐན་དུ་འཚོགས་བཞིན་པའི་ཨ་ཧྥེ་རི་ཀའི་འགོ་ཁྲིད་འཛོམས་པའི་ཚོགས་ཆེན་དུ་ཨ་མི་རི་ཀའི་སྲིད་འཛིན་ཨོ་བྷ་མས་ཨེ་ཅིབ་གཞུང་གིས་བར་འདུམ་བྱས་པའི་གྲོས་མོལ་ལ་རྒྱབ་སྐྱོར་གནང་བ་དང་སྔར་ལས་ལྷག་པའི་ཡུན་གནས་ཐུབ་པའི་ཐབས་ལམ་ཞིག་འཚོལ་རྒྱུ་གལ་ཆེན་ཆགས་པའི་སྐོར་གསུངས་ཡོད། སྲིད་འཛིན་གྱིས་ཨ་མི་རི་ཀའི་ད་ལྟའི་དམིགས་ཡུལ་ནི་གོ་མཚོན་ཕན་ཙམ་བཞག་པ་མུ་མཐུད་གནས་པ་བྱ་རྒྱུ་དང། གྷ་ཛ་རུ་ཡོད་པའི་མི་རྣམས་ཀྱི་མི་ཚེ་བསྐྱར་གསོ་ཐུབ་རྒྱུ་དང་སེམས་ལ་རེ་བ་སླེབས་རྒྱུ་དེ་ཡིན་པ་དང། ཡང་ཨི་ཟི་རལ་མི་དམངས་ལ་མེ་ཤུགས་འཕུར་མདའ་བསྐྱར་དུ་མི་ཡོང་བའི་གདེང་ཚོད་སླེབས་རྒྱུ་དེ་ཡིན་ཅེས་གསུངས་འདུག་འདས་པའི་བདུན་ཕྲག་མང་པོའི་རིང་རྒོལ་རྡུང་བཏང་སྟེ་གཏོར་བཤིག་སོང་བའི་ཐད་ལ་གཏོར་བཤིག་བྱས་པ་དང་མི་བརྒྱ་ཕྲག་ལ་ལས་ཀ་སྤྲད་མཁན་གྱི་བཟོ་གྲྭའི་བདག་པོ་ཞིག་གིས་སྔར་བཞིན་བཟོ་གྲྭའི་འཛུགས་སྐྲུན་གྱི་ནུས་པ་བསྐྱར་གསོ་བྱེད་རྒྱུར་ལོ་མང་པོ་འགོར་རྒྱུ་རེད་ཅེས་བཤད་འདུག་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེས། གྷ་ཛ་མི་མང་རྣམས་འཁྲུག་རྩོད་ཀྱི་འཆིང་བ་ལས་སྐྱོབ་དགོས་ཅེས་གསུངས་འདུག་ཧ་མ་སི་གཞུང་གིས་ས་འབྲེལ་ཨིསི་རལ་དང་ཨི་ཇིབ་གཞུང་གིས་གྷ་ཛ་ནས་འགྲུལ་བཞུད་བཀག་སྡོམ་བྱས་པར་ཕྱི་གཏན་འགོད་པ་དང་ཨིསི་རལ་དང་དུས་ཡུན་རིང་པོར་གནས་པའི་གོ་མཚོན་འཕེན་མཚམས་བཞག་པའི་གྲོས་མཐུན་འཇོག་དགོས་པའི་དགོས་འདུན་བཏོན་བཞིན་པ་རེད། ལཱི་སྦི་རི་ཡ་གཞུང་གིས་ཁྱིམ་མཚེས་རྒྱལ་ཁབ་སི་ར་ལིའོན་གཞུང་གིས་གསལ་བསྒྲགས་བྱས་པ་བཞིན་ཚ་ནད་རིགས་ཨེ་པོ་ལ་ཁྱབ་པར་བརྟེན་རྫ་དྲག་གི་གནས་སྟངས་འོག་ཡོད་པའི་ཁྱབ་བསྒྲགས་བྱས་པ་དང་དུས་མཚུངས་ཨ་མི་རི་ཀའི་སྲིད་འཛིན་ཨོ་བྷ་མས་ནད་དེ་འགོས་མཁན་ཨ་རི་བ་གཉིས་ལ་ཚོད་ལྟ་བྱེད་པའི་སྨན་དེ་ནུབ་ཕྱོགས་ཨ་ཧྥི་རི་ཀར་གཏོང་རྒྱུ་སྔ་དྲགས་པ་རེད་ཅེས་གསུངས་འདུག་གཟའ་ལག་པའི་ཉིན་སྐུ་ཞབས་ཨོ་བྷ་མས་ཨ་མི་རི་ཀ་དང་ཨ་ཧྥི་རི་ཀའི་ཚོགས་ཆེན་དུ་གཏམ་བཤད་གནང་པའི་སྐབས་སུ་སྲིད་འཛིན་གྱིས་བཅོས་ཐབས་ཀྱི་སྨན་གྱི་སྐོར་ལ་སྦྱང་བཤད་མང་ཙམ་དགོས་གལ་ཆགས་ཡོད་ཅེས་གསུངས་ཡོད། ང་ཚོས་བཅོས་ཐབས་ཐད་ཚན་རིག་གི་ལམ་སྟོན་ལ་གཞི་བཅོལ་དགོས། ནད་དང་འབྲེལ་བའི་སྨན་གྱི་ཕན་ཐོགས་ཡོད་པའི་གནས་ཚུལ་ཙམ་མ་ཡིན་པར་གལ་སྲིད་དམངས་ཀྱི་འཕྲོད་བསྟེན་སྒྲིག་འཛུགས་ནུས་ལྡན་ཡོད་ན་ཨེ་པོ་ལ་ནད་འབུ་སྟངས་འཛིན་བྱེད་ཐུབ་པ་ཞིག་ཡིན་པ་ང་ཚོས་ཤེས་སོང་ཅེས་གསུངས་འདུག་དེ་བཞིན་ནད་འབུ་དེ་ཁྱབ་གདལ་སོང་བའི་རྒྱལ་ཁབ་ནང་དམངས་ཀྱི་འཕྲོད་བསྟེན་སྒྲིག་འཛུགས་ཀྱི་ནུས་པ་ཆེ་རུ་གཏོང་རྒྱུར་དོ་སྣང་བྱ་དགོས་ཅེས་གསུངས་ཡོད། ཚོད་ལྟའི་སྨན་དེ་དེ་སྔ་མི་ལ་ཚོད་ལྟ་བྱས་མྱོང་མེད་པ་དང་མི་ཡིས་བེད་སྤྱོད་བྱེད་ཆོག་པའི་སྒྲིག་འཛུགས་ཐོག་ནས་མོས་མཐུན་ཐོབ་མེད་པ་རེད། ས་ལྷག་པའི་ཉིན་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་ནུབ་ཕྱོགས་ཨ་ཧྥུ་རི་ཀར་ནད་འབུ་ཨེ་པོ་ལ་ཁྱབ་སྟེ་ཁྱོན་བསྡོམས་མི་དགུ་བརྒྱ་སུམ་ཅུ་སོ་གཉིས་ཀྱི་ཚེ་སྲོག་ཤོར་བ་དང་ནད་པའི་ཁྱོན་བསྡོམས་གྲངས་འབོར་གཅིག་སྟོང་བདུན་བརྒྱ་ལྷག་བསླེབས་པ་གསལ་བཤད་གནང་འདུག། མཚམས་འདི་ནས་ང་ཚོའི་གཟའ་ཕུར་བུའི་དྲ་བརྙན་གསར་འགྱུར་ཆ་ཚང་ཡོང་བའི་གཟིགས་ཚར་བ་ཡིན། ཁྱེད་རྣམ་པས་ང་ཚོའི་ལས་རིམ་གཟིགས་པར་བཀའ་དྲིན་ཆེ།